ད་ལྟ་ཁྱེད་རྣམས་ཚོས་གཟིགས་བཞིན་པ་དེ་ང་རང་གི་རང་བཙན་གོམ་བགྲོད་ཀྱི་ཉི་མ་བཞི་པ་གི་རྣམ་པ་དེ་རེད། ང་རང་གི་ལས་རིམ་དང་པོ་འགོ་བཙུགས་དུས་ནས་ཉི་མ་གི་དང་པོ་དེ་ལ་ཆེས་སོ་སོ་གི་གནས་བཟང་དེ་ས་ཚིགས་དེ་གི་དང་པོ་དེ་ནས་ཏེ་ཆེ་གེ་ན།

ངེད་ཀྱི་ཕ་ཡི་ཕྱོགས་གཞན་པ་དེ་ལྷོ་བྲག་མཐར་ཕྱིན་ལའེ་དེ་ནང་ལ་ཨ་ནེ་ཡིས་ཨིན་ཇི་དང་ཧིན་དི་ནང་ལ་ཨ་ནེ་ཡིས་ཀྱི་ཞེས་བཤད་ཡོད་དོན་བཤད་གི་བ་དེ་ནང་ཁྱེད་རྣམ་པ་ཚོས་ཕལ་ཆེར་གཟིགས་ཡོད་མདོག་ཁ་པར་དེ་ནང་བཞིན་བྱེད་ཅིང་དང་ངེད་ཀྱི་ཧིན་ཇི་ཧིན་དི་ཆ་སྐྱོ་ཐོ་རོ་མོ་རོ་དེ་རྒྱབ་ཅིང་ཨན་ཇི་བོད་ཕ་གིའི་གནས་ཚུལ་འཛིན་ཙང་ཨ་ནེ་ཡིས་བོད་ཀྱི། གནད་དོན་འདི་རྒྱ་གར་ལ་དགའ་ཚལ་གལ་ཆེན་པོ་ཡིན་མེད་ཐོག་ཨང་ཁོང་རྣམ་པ་ཚོར་འདྲིས་བཤད་གྲབས་ཤིག་བརྒྱབ། འདི་ཁོ་རང་ཚོས་ཀྱི་ཡང་ངག་གཅིག་སྟེ། གཅིག་མང་པོ་གཅིག་དངོས་གནས་ང་རང་ཚོས་རྒྱ་གར་ནང་ང་ཚོའི་སྐད་ཆ་བཤད་ཁར་འགྲོ་ཐུབ་ན། ང་ཚོའི་སྐད་ཆར་ཉན་ཉན་དང་བདག་པོ་རྒྱག་ཉན་པས་ཡག་པོ་འདུག་ཞེས་ཞུ་ཡས་ཡིན། ཨ་ནི་ད་འདི་ནས་མར་ཁྱེད་རྣམ་པ་ཚོས་གཟིགས་ཤེས་པ་ནང་བཞིན་གྱི་དེ་རིང་གི་ཉིན་མོ་འདི་ལ་ཨ་ནི་ག་ལ་གང་འཚམ་བྱེད་ཅིག། རྒྱ་གར་བོད་པའི་གི་ད་དར་ཅོག་ཅིག་མཐོང་མ་མྱོང་ཉིན་འདི་ཚོ་ཨ་ཨོ་བོད་པའི་རྒྱལ་དར་ལས་དེ་དཔེ་རྙིང་ཆེན་མོ་དེ་འདྲས་ཞིག་འདུག་ཨ་བསམ་བསམ་གར་དེ། རྒྱལ་དར་ལ་འདྲི་བཤད་རྒྱ་རེད་ཨ་ནི་བོད་པ་གྱི་སྐོར་ལ་རེད་དེ་འདྲས་ཀྱི་ཧ་མ་གོ་ཉིན་ཧ་གོ་བྱུ་ཡ་རེད་ཡང་གཅིག་ཉིན་ནས་ཧ་གོ་ཉིན་ནང་པ་ཚོ་ལ་ཡང་ཉེ་ཆར་གྱི་གནས་ཚུལ་གོ་ཡ་རེད་དེ་འདྲས་བྱེད་བྱེད་ཨ་ཅིག་ག་ལ་ག་འཚམ་ཡག་པོ་བྱུང་བསམ་གྱི་འདུག། ད་ནས་ད་ལྟ་ཁྱེད་རྣམ་པ་ཚོས་གཟིགས་ཤེས་པ་དང་གཞིས་བྱེས་ཀྱི་ད་ལྟ་དེལ་དམིགས་བསལ་གྱིས་ད་ད་རིང་ང་རང་རྡ་རམ་ས་ལ་གྱི་ས་གནས་གཞོན་ནུའི་གྱི་ཨ་ནི་ལས་རོགས་རྣམ་པ་ཚོས་ས་རྡ་རམ་ས་ལ་ནས་དེ་ནས་མ་ཡོང་བྱེད་བྱེད་ནས་བེད་ཁོ་ར་ཨ་ནི་ང་མཉམ་དུ་ལྟ་བྱེད་བྱེད། ཀི་ལོ་མི་ཏྲ་དྲུག་བརྩེགས་གཅིག་ཨ་ནི་མཉམ་དུ་གོམ་པོ་རྒྱ་རེད།

ཨ་མདའ་རིགས་ཀྱི་ཉི་མ་གྱི་ཐ་མ་འདི་ལ་ཨ་ནེ་དེས་ཁྱེད་རྣམ་པ་ཚོ་གཟིགས་པ་ནང་བཞིན་གྱིས་ད་ང་རང་གི་འཐབ་གྲོགས་ཀྱི་ནང་ནས་གཅིག་ཡོ་ནེ་མེ་ནས་གཅིག་འབུམ་རམ་པ་བསོད་ནམས་སྟོབས་རྒྱལ་ལ་ས་ད་རམ་ས་ལ་ནས་མང་འདུག་བྱས་རྗེས་ཨ་ནེ་ཁ་ལག་ཟོས་རྗེས་ཨ་ནེ་ང་ལ་དགོངས་དག་ག་ལ་དེ་སྐྱེ་ག་ཡོད་ད་ག་ཡོང་བྱས་རྗེས་ཨ་ནེ་ང་ཡིན་སྙམ་འདོད་ལ་ཨ་ནེ་སྤང་གཅིག་ག་དེ་བྱས་རྗེས་ཨ་ནེ་ཁ་ལག་ཡག་པོ་ཟ་ཨ་ནེ་བསོད་ནམས་སྟོབས་རྒྱལ་ཡག་ད་རམ་ས་ལ་ཡག་འདོག་ཨ་ནེ་ང་རང་དེ་ནས་མར་ལྷག་མར་གྱི་འགྲུལ་བཞུད་དེ་བྱས་རྗེས་ཨ་མདའ་རིགས་ཀྱི་ཉིན་བཞི་པ་དེ་འདུག་བྱས་རྫོགས་སོང་ཞོས།